བྱས་ཙང་ཉྭ་དང་ཉུང་མ་སྤྲད་ཟེར་དུས་འོ་དེ་རེད་ད་ཉྭ་དང་ཉུང་མ་སྤྲད་རྒྱུ་ཡོད་མ་རེད། Belgium ནང་ལོགས་ལ་གར་བྱུང་པའི་སྐོར་ཡང་འགྲེལ་བཤད་བརྒྱབ་བཞག་གི་ཐོབ་ཐང་འདི་བེ་རུ་ཚུད་པའི་ཚོགས་གཙོ་ཡིན་ན་ད་རྒྱུ་ལས་ཡིན་ན་ད Belgium གནས་སྡོད་བོད་མི་སུ་ལ་ཡིན་ན་ལས་འགྲེལ་བཤད་བརྒྱབ་བཞག་གི་ཐོབ་ཐང་ཡོད་རེད་བརྒྱབ་ཆོག་གི་རེད། Belgium ཙམ་མ་རེད་དགོས་པ་ཡིན་ན་གཅིག་པ་རེད། མ་འོངས་པར་འཆར་གཞི་འདི་དང་འདི་བརྗེ་གི་ཡིན་ཞེས་བཤད་བཤད་ཡག་གི་ནུས་པ་དེ་ཀོ། གནས་སྐབས་འདི་དང་འབྲེལ་བ་ཡོད་པའི་གི་ལས་བྱེད་ཚོས་གི་འགྲེལ་བཤད་རྒྱག་ཡག་གི་གནས་སྟངས་ཞིག་རེད་མ་གཏོགས་པའི་སྤྱི་དམངས་གི་དེའི་ཚབ་བྱེད་བྱེད་འདི་དང་འདི་བརྗེ་གི་ཡིན་ད་བཤད་ཡག་གི་ཐོབ་ཐང་དེ་ནུས་པ་དེ་མེད་པ་རེད། འདི་གཉིས་དབྱེ་བ་ཕྱེ་དགོས་རེད་དབྱེ་བ་ཕྱེ་མ་ཤེས་པར་ཡ་ག་འཇུ་མ་འཇུ་པ་པ་པ་བཤད་པ་ནི་འདི་ཏག་ཏག་འགྲིག་གི་མ་རེད་ཅེས་བྱས། ཁ་སང་སྔོན་ལ་ཞུས་ཡོད།

ཨ་ནི། མི་མང་གིས་དེ་བོད་གཞུང་གི་ཇུས་གཏོགས་དེ་སྡེ་སྲིད་གོ་ལས་པའི་སྡེ་སྲིད་སངས་རྒྱས་རྒྱ་མཚོས་བརྗེད་གི་རེད་ང་ཚོ་ཇུས་གཏོགས་བྱ་གོ་མ་རེད་ཟེར་བ། འདི་ནོར་གོ། འདི་འདྲའི་བྱེད་བྱས་སླད་བྱས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི། ད། དུས་འགྱུར་ཆེན་པོ་དེ་བྱུང་བར་བ། ད་དེ་ནས་ཡག་བྱས་ཡང་ཡང་སླར་གསོར་བྱོན་འདུག་པ་ད་འདི་ཡག་པོ་བྱས་རྒྱ་བོར་མི་བྱེད་ཐུགས་རྗེ་བཀའ་དྲིན། ད། བླ་ནི་མེད་མ་གོང་ན་མེད་པ་རྒྱ་བོར་མི་བྱེད་དབུ་ཤོག་བྱས། འདིའི་འོག་ལ་ཡང་བཙན་བྱོལ་བོད་མིའི་གི་ད། ཅེས། བཅའ་ཁྲིམས་རིན་པོ་ཆེ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་ཡོངས་སུ་གྲུབ་པ་ཅིག་ཧྲ་ཏག་ཏག་ཅིག་ཅིག་མཚན་ལྡན་གྱིས། རྒྱལ་ཁབ་ཅིག་གི་ནང་བསྡད་ནས་འདི་ལ་ཡང་འདིའི་ཁྲིམས་དང་མ་བརྒྱད་པའི་ཐོག་ནས་མཚན་ལྡན་བཟོ་ཉེས་འདི་ད། སྐྱབས་རྗེ་ཟངས་མདོག་རིན་པོ་ཆེ། རྩོད་མེད་ཡོངས་གྲགས་མཁས་དབང་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་རེད།

བྱས་ཙང། སྐྱབས་རྗེ་ཟངས་གཏོར་མ་འཇིགས་བརྒྱད་གསལ་བར་བཟོས་དང་དོ་དང་ཞུ་བའི་ཁ་སང་ནས་ཞུས་ཡོད་སྤྱི་དང་ང་དེ་འདྲའི་ཤེས་བྱེད་ཆེན་པོ་དེ་འདྲའི་གལ་མེད་ང་སློབ་སྦྱོང་ཟེར་གལ་མེད་ཡིན་ནའི། ངའི་བསམ་བློའི་ན་ལོ་ལ་འདི་ནོ་ཤག་བསམ་པའི་བསམ་བློ་བཅོས་སོ། ཏག་ཏག་ད་རང་ཞུ་མཁན་སྐྱབས་རྗེ་ཟངས་གཏོར་མ་འཇིགས་བརྒྱད་གསུང་གི་འདུག་ཁ་སང་སྔོན་མ་ཡི་ནས་ལས་ཁྲིམས་བཤད་ཟུར་བ་རྣམ་པ་ཚོས་གསུང་གི་འདུག་དུ་བ། ཏག་ཏག་ཐིག་ཤག། ཏག་ཏག་མཐུན་ཤག་དེ་བྱས་ཙང་ང་ནོར་མེད་ཟེར་བྱས་བྱས།

ལུགས་མཐུན་རེད། ཡིན་ནའི་ཁྲིམས་ཞིབ་པ་ཟུར་པ་རྣམ་པ་ཚོས་གསལ་བཤད་གནང་སོང་བ་འདི་ཚོ་བཙན་ཡས་རག་ཡོད་ས་མ་རེད། འོ་ཡ། ད་ལྷག་པར་དུ་ད་རང་ཞོ་གས་གནང་སོང་བ། བཀའ་སློབ་གསལ་བཤད་གནང་སོང་བ་འདིའི་རྗེས་ལ་ཡང་ཤར་ཕྱོགས་ཁུག་རྟ་དགོངས་པ་ཞུས་སོང་བ།

ངས་ཚོགས་པའི་མིང་གི་ཐོག་ནས་བཤད་དགོས་ཀྱི་ཡོད་ནི་ངས་རྒྱུན་ལས་རྣམ་པ་ཚོ་དང་གོ་བསྡུར་བྱས་གྲོས་བཤད་བྱས་ཚང་མ་ཅང་བཤད་བྱས་པའི་རྗེས་ལ་ཡར་གཞི་ནས་ཡིག་ཐོག་ལ་ཕབ་བྱས་མ་ཞུས་ཡོང་གི་རེད། སྤྱི་ཚོགས་དྲ་ལམ་ནང་ལོག་ལས་ང་སྒེར་ལ་བཤད་པའི་ཐོབ་ཐང་ཡོད་པ་རེད་ཐོབ་ཐང་ཡོད་པ་ཞིག་སོ་ངས་ཞུས་ཡོད་རེད་ཞུས་ཡིན་བྱས་ཙང་ང་ནོར་མེད་རྩ་བ་ཉིད་ནས་ནོར་མེད་འདི་རིགས་ང་དཔེ་མི་སྲིད་སྐྱིད་པོ་བྱུང་སོང་དགའ་པོ་བྱུང་སོང། ང་རང་གིས་བསམ་བློ་བཏང་བའི་གི་གྲོགས་ལམ་འདི། ནོར་མེད་པ་ཅིག་ར་འཕྲོད་སོང་བསམ་པ་ཅི། ད་འོས་ཤོག་བླུག་དང་མ་བླུག་དེ་རྒྱ་བལ་འབྲུག་སོགས་ནང་ཡོད་པའི་མི་མ་ནང་པ་ཚོ་རེད། ད་ཡང་ཁྱེད་རང་གིས་ད་ད་དེའི་རྒྱལ་ལོ་ལ་ཡང་ག་རེ་ཡོད་མེད་དེ་ང་ཁྱེད་རང་རྡོག་པོ་ཟེར་སྐོར་དང་ངས་མི་སུམ་ཅུ་སོ་གཅིག་ཞེས་ཞུས་ཡོད་རེད། རེད། མི་ཅུ་གཅིག་ཞེས་བྱ། ངས་ཞུས་ཡོད་དེ་མི་སུམ་ཅུ་སོ་གཅིག་དེ་ངས་གསར་དུ་བཏོན་ནས་བཤད་པ་ཅིག་མ་རེད། འདི་སྤྱི་འཐུས་གྲོས་ཚོགས་ནང་ལ་ཡང་སྤྱི་འཐུས་ཚོགས་གཙོའི་ཞལ་དྲོ་པོ་ནས་མི་སུམ་ཅུ་སོ་གཅིག་གསུམ་གྱིས་ཨ་ནི་མང་མོས་འོས་བསྡུ་ཐོབ་ཟོས། མང་མོས་འོས་བསྡུ་ཐོབ་ནས་ཨ་ནི། ཁྲིམས་ཞིབ་པ་རྣམ་པ་ཚོམ་འཕོ་འགྱུར་བཏང་གི་ཡིན་ཞེས་གསུངས་སོང་བ། འོ་དེ་རེད། འདི་གའི་ཕ་སྤུས་ནི། སྤྱི་འཐུས་བཅུ་གཅིག་ཞིག་ལྷག་བསྡད་ཡོད་རེད། འོ་དེ་རེད། ད་འདི་གསལ་པོ་རེད། གལ་ཏེ་སྤྱི་འཐུས་ཀྱི་གྲོས་རའི་ནག་ལོག་ནས་མི་དམངས་ཚང་མ་ལོག་གི་མཐོང་ཡོད་པ་དེར་དེས་མི་དམངས་མ་གཏོགས་ངས་ཚོ་ལ་ཡ་ངའི་གསལ་བཤད་ཞུས་པའི་ཚུལ་དུ་རེད་མ་གཏོགས་པས་ང་སྒེར་གྱི་ཇུས་འདྲ་པག་ཏོ་བྱས་ཏེ་དེ་དེ་དེ་རེད་ཞུ་ཡ་ཡོད་མ་རེད། སྤྱི་ཚོགས་དྲ་ལམ་ནག་ལོག་ཚང་མ་འདུག་ཁྱེད་རང་གཟིགས་མེད་ན་གཟིགས་དང། ཡིན་ནའི། ཁྱེད་རང་ང་དོག་པོ་བཟོ་ཡ་དེ་ཁྱེད་རང་གིས་ངའི་ཁ་ནས་མར་ཅིག་བཏོན་རྗེས། ང་ཁྲིམས་འགལ་འདྲ་པོ་ཞིག་བཟོ་ཡག་གི་བསམ་བློ་བཏང་གི་ཡོད་རྒྱུ་རེད་ཡིན་ནའི་ང་དེ་འདྲའི་ར་མདའ་མ་རེད།